ལས་བྱེད་ལྗོན་དབང་དབྱངས་ཅན་སྤྲུལ་པའི་རྡོ་རྗེ། ན་མོ་གུ་རུ་མ་འཇུག་བགོ་བཤའ་ཡ། བླ་མ་མཆོག་དང་དབྱེར་མེད་པས་འཇམ་པའི་དབྱངས་ལ་གུས་བཏུད་ནས་ཐོན་མིའི་ལས་བཞི་སུམ་ཅུ་པའི་སྙིང་པོ་མདོར་བསྡུས་ཤེས་པར་བྱ་དབྱངས་ཀྱི་བྱ་བ་སེར་པོ་རུ་བྱས་པ་དབྱི་འོ་ཨེ་འོ་ཞི་སེ་ཇའི་བཀའ་གཟུགས་སུམ་ཅུ་ཡིན་ག་ང་ད་ན་བ་མ་ཧ་ར་ལ་ས་རྣམས་བྱིན་བཅུག་ཅུ་ད་དང་ས་གཉིས་ཡང་བཅུག་སྟེ་ད་ནི་ན་ར་ལ་གསུམ་དང། ས་ནི་ག་ང་བ་མར་ཐོབ། ག་དག་བ་མ་ཧ་སྔོན་ཕྱུག་གོ་ངོ་དོ་ནོ་བོ་མོ་ཧོ་རོ་ལོ་སོ་དོ་སླར་བསྡུས་ཏེ་རྫོགས་ཚིག་བདག་བསྡུས་ཁྱེད་ཀྱང་བྱ། བྲ་འོད་ལྟོ་དང་ཐ་མེ་ཧོ་གཞན་རྣམས་མིང་མཐའི་རྗེས་མཐུན་སྦྱར། སུ་ར་རུ་དུ་ན་ལ་དུ་ལ་དོའི་རྣམ་པ་བདུན་ཡིན་ཏེ་སྣ་སྨེ་གཉིས་བཞི་བདུན་པ་དང་དེ་གཉིས་ཚེ་སྐབས་རྣམས་ལ་འཇུག། ས་སུ་ག་བར་གྲགས་ལྟར་དུ་ང་ཐ་ན་མ་ར་ལ་དུ་ཨ་དང་ཐ་མེ་ར་ད་རུ། གི་ཀི་གི་ཡི་ཡི་ང་པོ། རྣམ་སྨིན་དྲུག་པ་དྲིལ་སྒྲ་དང་དེ་རྣམས་ས་བདག་ཅན་ལ་ནི་རྣམ་སྨིན་གསུམ་པ་བྱེ་བྲག་སྟེ། སྦྱོར་ཚུལ་ན་མ་ར་ལ་གི་ད་པ་ས་ཀྱི་ག་ང་གི་ཨ་དང་ཐ་མས་ཡི་དང་ཡི། ཀྱང་ཡང་ཨང་གསུམ་ཡན་དུས་དེ་ག་ད་བ་ས་བྲག་ལྟར་ཀྱང་ང་ན་མ་ར་ལ་དར་ཡང་ཨ་དང་ཐ་མས་ཨང་དང་ཡང་ཏེ་ཏའི་ཏོའི་གསུམ་ལྷག་ཕྱེད་ཏེ་ན་ར་ལ་ས་བྲག་ལྟར་ཏེ་ད་དེ་ག་ང་བ་མ་ཨ་ཐ་མལ་རྣམས་ལ་སྲ་བརྟན་ཐོབ། གམ་ངམ་དམ་ནམ་བམ་མམ་འམ་རམ་ལམ་སམ་རྣམས་བྱེད་དུས་དེ། སྦྱོར་ཚུལ་སླར་བསྡུས་སྐབས་དང་མཚུངས་ར་རུ་ཡི་ཡི་ཧང་ཡང་རྣམས་རྐང་པ་མི་སྒོང་སྐོང་བའི་ཁེ་འུའུ་ཧམ་གྱི་གོང་དུ་ཚེགས། མེད་དང་ཡོད་པའང་དེ་བཞིན་ཡིན། ནས་ལས་བྱུང་ཁུངས་གར་མཐུད་དེ་བྱུང་ཁུངས་དངོས་ལ་གང་བྱར་མཐུད་རིགས་མཐུན་གར་ནས་མི་མཐུན་ལས་བསྡུས་ལས། ནས་སྒྲ་ཁོ་ན་འཇུག། སྐྱེ་དང་བཀའ་ཡི་བུ་སྒྲ་སྟེ། ཕལ་ཆེར་མིང་གི་ཐོག་མར་སྦྱོར་ནི་ནི་གར་དང་བསྣན་པའི་སྒྲ་དང་ནི་འདུས་བྱས་རྒྱུ་མཚན་དང་ཚེ་སྐབས་དམ་ངག་ལྔ་ལ་འཇུག། མིང་གི་ཐོག་མའི་དེ་སྒྲ་ནི་ཐ་སྙད་དེ་མ་ཐག་པ་དང་རྣམ་གྲངས་ཞེན་ཅན་གཉིས་ལ་འཇུག། ཅི་ཅི་སུ་གང་ཅི་སྒྲ་སྟེ་ཞིག་བལྟས་བསླད་སྒྲ་ཅི་ལ་ཅི་གཉིས་སྲི་ད་ཤི་ཀེ་ལ་ཅི་སུ་ནི་གང་ས་གང་ཀུན་ལོ་ན་རོ་ཡོད་མེད་པ་བ་མ་དག་པོའི་སྒྲ་སྟེ་ག་ད་ན་བ་མ་ས་ད་དྲག་དར་པ་ང་ཧ་ར་ལ་ཐ་མས་ལ་དྭགས་སྒྲ་ཡལ་འགྱུར་བ་དང་ནི་ཆ་ལ་པ་གཉིས་སྦྱོར་བ་ལེགས། མིང་མཐའི་པ་པའམ་ཕལ་ཆེར་སྒྲ། མ་ནི་ངེས་མེད་སྐབས་དང་སྦྱར། མ་མི་མིང་མེད་དགག་སྒྲ་སྟེ་མ་མིན་ཐོག་མ་མིན་མེད་འཇུག། མ་ནི་བར་གྱི་གསལ་བྱེད་ལའང་ཚིག་འགྲེལ་ཞིང་སོགས་ང་ན་མ་ཨ་དང་ར་ལ་ཐ་མས་མཐར་ཞིང་བཤད་ཞེའོ་ཞེ་ན་ཞིག་ག་ད་བ་དང་ད་དྲག་མཐར་ཕྱིན་ཅི་སྐྱེའོ་ཅེ་ན་ཅིག་ས་ལྟར་དམིགས་བསལ་ཞེས་མ་རྟོགས་ཤིང་ཤེས་བཤེའོ་ཤེས་ན་ཐོབ། འོན་ཀྱང། ཁ་ཅིག་ལྷན་ཅིག་སོགས་མིང་གི་ཆ་དང་མ་ནོར་བཅས་རྐྱང་པ་ཕུལ་བ་ཧ་ད་གུ་དགུ་གེགས་བརྩེགས་དོག་ཅན་ལ་དཔང་ལྷུག་པའི་དོན་མང་མིང་ཙམ་དང་དོན་འབྲིང་ཆེ་དང་དོན་ཉུང་རྫོགས་ཚིགས་བཅད་ག་དར་གཅིག་ཤེས་བྱ་རྫོགས་ཚིག་མཐའ་ཅན་ལྷུག་པ་དང་ཚིགས་བཅད་རྐང་དར་གཉིས་ཤེས་ཐོབ། དོན་ཚན་ཆེན་མོ་རྫོགས་པ་དང་ལེའུ་མཚམས་སོར་བཞི་བཞི་དགོས་ང་ཡིག་མ་གཏོགས་ཡིག་ཤེས་བར། ཚིག་རྨད་དེ་སོར་བཞི་བཏུབ་པས། ཚིག་གི་ལོ་མས་མ་བསྒྲིབས་ཤིང་དོན་གྱི་འབྲས་བུ་གཡུར་ཟ་བས་ལེགས་བཤད་འཇོམས་པའི་དབང་པོ་འདི་དབྱངས་ཅན་གྲུབ་པའི་རྡོ་རྗེའི་དཔལ།